དཔེའི་སྟོབས་ལྡན་ནས་རྒྱ་གི་གསང་རྒྱུད་ཧིན་དྷི་ནས་ཨཱཤ་ཏག་ནས་ཤེས་པ་དེ་ལས་ངས་ཤེས་ཚེ་ཨཱཤ་ཏག་རེད་ཨ་འདི་ནི་ཨིན་ཇི་ནས India Today ངས་ཤེས་ཚར་བ་ཡིན། ནང་དོན་འདི་ག་རེ་ཞུས་ཡིན་ཟེར་ན་ཁོ་རང་གིས་ཤེས་བྱ་བ་འདི་ལ་རྩ་བ་ཉིད་ནས་མི་མཐུན་མེད། གོང་ས་མཆོག་ལ་གུས་ཞབས་རྩ་བ་ནས་མེད་པའི་ཐོག་ནས་བཀའ་མོལ་གནང་སྟངས་འདིས་ཁོ་རང་རྒྱ་གར་གྱི་གཞུང་ཚབ་བྱེད་ཆེད Diplomat སྐུ་ཚབ་བྱེད་ཆེད་ཕྱག་ལས་གནང་མྱོང་ཡོད་སྲིད་སྡོད་ཁང་ལ་ཡ་རབས་བཟང་སྤྱོད་དང་འགལ་བའི་ཐོག་ནས་བཀའ་མོལ་གནང་བཞག་རྩ་བ་ནས་མི་འཐུས་མེད། ལོ་རྒྱུས་ཞེས་བྱ་བའི་ཐོག་ནས་ཁོ་རང་གིས་གླེང་སློང་བྱས་བསྡད་ནོར་བ་རེད། འདི་ཞུས་བཞག་ཡོད། གང་ཟེར་ན་གོང་ས་མཆོག་རྡ་རམ་ས་ལ་ཕུད་པའི་རྒྱ་གར་ནང་ལ་ས་ཆ་གཅིག་ལ་མང་ཤོས་ག་བ་ཕེར་ཟེར་ན་ལ་དྭགས་ལ་ཕེར་ཐེངས་གཉིས་གསར་བསྡུའི་ཕེར་ཐུང་གོ་དབང་ཆེན་ཐེངས་གསུམ་གནང་ཡོད་རེད་ཐུང་ག་ཡིན་གྱི་ཐུང་ག་ང་ཚོ་ཡིན་ན་ནམ་རྒྱུན་ན་དར་མ་ས་ལ་རང་བཏང་གོ་ཐུང་ག་ཡིན་གྱི་ལ་དྭགས་ལ་ཐེངས་གསུམ་རེ་བཞི་རེ་ཞིག་བཏང་གནང་ཚར་བ་རེད་དེའི་སྡོད་ཁང་ལ་གོང་ཚོ་མཆོག་ནས་ལ་དྭགས་ཀྱི་ཡུལ་མི་ལ་ག་ཚོད་ཐུགས་བརྩེ་བ་ཆེན་པོ་གནང་གི་ཡོད་མེད་གསལ་བོ་ཞིག་ད་རེད་ད་ནང་བཞིན་ལ་དྭགས་ཡུལ་མི་ནས་ཡིན་ན་ཡང་ལོ་ཟླ་རེ་བཞིན་རེ་འདུན་ཞུས་ཆེད་ཁོང་ཚོ་ཆུ་དབྱར་ཁ་ལ་ངེས་པར་དུ་ཕེ་རོག་གྱིས་ཞེས་ཆེད་རེ་འདུན་ཞུས་པ་ན་ཞིག་ཕེ་འདི་འོག་རེ་འདི་སོང་ཙང་ཁོ་རང་གིས་བཤད་བཞག་པ་འདི་ལ་དྭགས་མི་དམངས་སྤྱི་ཡོངས་ཀྱི་དགོངས་ཚུལ་མ་རེད་ནོབ་རེད་དྭགས་ནང་བཞིན་དང་ལ་དྭགས་ཀྱི་ནང་པའི་ཚོགས་པ་རེས་གཙོས་པའི་ཚོགས་པ་ཁག་དང་མི་མང་ཁག་ནས་ཁོ་རང་ལ་ངོ་རྒོལ་བྱེད་ཡ་འདི་གི་རྣམ་པ་གསལ་བོ་ག་རེ་སྟོན་སྐོར་ཟེར་ན་གོང་ས་མཆོག་ལ་ལ་དྭགས་མི་མང་ནས་དད་བཀུར་བརྩེ་བཀུར་ཚད་མཐོ་བོ་ཞི་བོ་ཡོད་པ་གཅིག་དང། ཨ་ནི། གོང་ས་མཆོག་ནས་ཡིན་ནའི་ཡང་ཨ་ནི་ལ་དྭགས་མི་མང་ཐུགས་མཉེས་པོ་གནང་གི་ཡོད་པ་ཨ་ནི་པིས་སྟོབས་ལྡན་གི་བསམ་ཚུལ་འདི་ཨ་ནི། ལ་དྭགས་མི་མང་བསམ་ཚུལ་མེད་པ་གསལ་བོ་ཞི་དྲག་ཅིག་ཆགས་བསྡད་ཡོད་རེད་ང་ཁོ་རང་ཉིས་སྟོང་བཅུ་བཞི་ལོ་ལ་དུང་དགོང་རྗེས་ཕ་གི་གནང་བའི་སྐབས་སུ་རྗེས་སུ་འདི་དོད་ཁོ་རང་ལ་ང་ཚོ། ལྡི་ལི་དོན་གཅོད་བསྟན་པ་ལགས་ང་གཉིས་གཉིས་ཕ་གི། ཁོ་རང་གི་ལྟེ་གནས་ཁང་བཙུགས་ཞབས་བདེ་ལྕག་ཡིན་འདི་དོད་ཁོ་རང་ནི་ཕ་གི་ལྟེ་གནས་ཁང་ལ་སྐད་ཆ་བཤད་རོགས་གྱིས་ལབ་བལྟས་ནས་ཕྱིན་ཡིན་ལ་དྭགས་མི་མང་ཁོ་རང་གི། མ་ཉུང་བ་ཅིག་གྲ་སྒྲིག་བྱས་ཅིག་བྱས་ཤག་འདི་དོད་སྐབས་ལ་ཁོ་རང་བཤད་སྟངས་བྱེད་སྟངས་གོང་ཚོ་ཕྱོགས་ལ་གུ་ཞབས་ཡོད་པ་དང་ནི་བོད་པའི་ཚོགས་ཀྱི་གནས་སྟངས་སྐོར་ནས་བཤད་གི་འདུག་དེ་ཁྱད་གསར་འདི་བཤད་ཡོང་དོད་ཁོ་ལ་ང་དྲ་ཧང་དྲ་སངས་སོ། བྱས་བྱས་རྩ་བ་ཉིད་ནས་མི་ཐུབ་མེད་ཁོ་རང་ནོར་བ་རེད་བྱས་བྱས་ནན་ཏན་ཞུ་ཡ་ཕྱིས་ཡིན་ཐུགས་ཆེན།